གང་ཅི་རིགས་ནས་བསླབ་གྲྭ་ཟུང་འབྲེལ་གྱི་ཐོག་ནས་ཟླ་བ་དྲུག་རིང་ག་ལ་ཡ། བོད་ཀྱི་ནང་དོན་རིག་པ་དང་སྐད་ཡིག་ཐོག་ལ་ཡ། ཟབ་འདྲིས་གནང་གི་ཡོད་རེད་འདི་ཐོག་ལ་ཡིན། དེ་བྱེད་དུས་སྙིང་ཐུང་དེ་ངས་བསྒོ་བཤའ་ལྟར་མ་སོང་ན། གསུམ་ལ་བརྒྱ་བཞག་ཡོད་དང་པོ་དེ། ཁྱང། ཕི་ཀའི་ཟླ་བ་དྲུག་རིང་ག་ལ་ཡ་ཟབ་འདྲིས་འདི་ནང་ལོར་འཛུལ་ཞུགས་བྱས་བ་རྒྱུ་མཚན། གྱི་སྙིང་ཐུང། དང་ལྷག་པར་དུ་དེ་དང་འབྲེལ་བའི་གི་ཕི་གི་ལ་གི་སི་ཉམས་ཕི་འཛུལ་ཞུགས་གནང་བ་ཡིན་པ་ཡིན་ན་ཕི་གི་སློབ་ཚན་ག་རེ་ག་རེ་བསླབ་གནང་གི་རེད་འདི་སྙིང་ཐུང་གཅིག་ཡིན། སྙིང་ཐུང་གཅིག་དེ་ཆ་བཞི་གཅིག་དེ་ཆ་བཞི་གཉིས་པ་དེ་ཨནི་ཕ་ལ་ཁྱེད་རང་ཉམས་ཞུགས་གནང་བ་ཡིན་པ་ཡིན་ན་ཟླ་བ་དྲུག་རེ་འགའ་ལ་ཁྱེད་རང་ག་རེ་ག་རེ་གནང་ན་ཡག་པོ་ཡོད་རེད་ག་རེ་ག་རེ་ནི་མ་གནང་ན་ཡག་པོ་ཡོད་རེད་དེའི་ཐོག་ལ་ཨནི་ང་རའི་བསམ་ཚུལ་འདི་འདྲ་གཅིག་སྙིང་ཐུང་གཉིས་པ་དེ་ཅིག་ཟུར་གི་ཡོད་ཨནི་གསུམ་པ་དེ། ད་བི་གངས་ཅི་རེ་ནི་སླབ་གྲ་ལ་ཡ། ཁྱང་ད་དྲུག་ཟབ་ཁྲིའི་རེ་འགའ་ལ་ཡ། ཨ་ནི། ཉི་མ་གཅིག་གི་བྱེད་སྒོ་རྣམ་གཞག་དང་འབྲེལ་བའི་གི་ཨ་ནི་ཉིན་ཐུང་དང་འབྲེལ་བྱས་ཨ་ནི་ག་རེ་ག་རེ་གནང་གི་ཡོད་རེད། ཉི་མ་གཅིག་ནང་ལོ་ལ་ག་རེ་ག་རེ་གནང་ཡང་ཡོད་རེད་ཨ་ནི་དེ་འདྲི་གི་དང་འབྲེལ་བའི་ཐོག་ནས་ཉིན་ཐུང་ཁག་གསུམ་བཟོས་བྱས་གི་ཡོད། དེ་སོང་ཙང་རྣམ་པ་ཚོ་ཨ་ནི་ཉིན་ཐུང་ཆ་ཚང་ལོ་གཅིག་ཨ། ད་དེའི་མཁྱེན་རྟོགས་ཡོན་རང་ཆེད་དུ་གཟུགས་ཡོད་དུ་ཚང་མ་ལ་ཆ་ཚང་ཞིག་གཟིགས་ཐུབ་ན་ཨ་ནི་ཐུབ་པའི་གསོལ་བས་ཀྱི་ང་རང་ཡི་རེ་བ་དུ་ཞིག་གི་ཡོད་ཞུ་ཞོད་ཡིན་ཨ་ནི་ཇི་ལྟར་ང་སྙིང་སྟོང་གསོལ་བའི་སྐབས་ལ་དེ་སྙིང་སྟོང་དེ་གསོལ་ཚར་ན་ཨ་ནི་གུས་བཀུར་མང་ཞེ་མང་ཞེ་དེ་འདྲས་ཞུ་གི་མེད་ཡིན་པས་ནི་ད་རེས་སྙིང་སྟོང་དེ་རྟོགས་སུ་ཞིག་ང་རེ་ངོས་ནས་ད་དེ་ལས་གཞི་དེ་དཔེ་གལ་ཆེན་པོ་ཡིན་འདུག་ཙམ་ལ་ཡ་ཨ་ནི་མི་ག་ཚོད་མང་མང་གིས་མཁྱེན་པ་ཡིན་པ་ན་ཉིད་དེ་ཕན་ཐོག་ཆེན་པོ་ཞིག་མཐོང་སོང་དེ་སོང་ཙང་ཨ་ནི་གྱང་ཚོ། ཕ་མོ་སྤུན་མཆེད་རེད་ཨ་ནི་སུ་སུ་གི་གྲོགས་པོ་གྲོགས་མོ་རེད་ནང་མི་དེ་གི་ཆ་ཚང་ལོག་ལ་ཅིག་གང་ཐུབ་ཐུབ་ཅིག་ཨ་ནི། གུས་བཀུར་གནང་རོགས་གནང་ཞེས་ཕ་ཚོ་གཅིག་གིས་གཅིག་ལ་བཏང་གནང་རོགས་གནང་ཞེས་ཞུ་ཡ་ཡིན། ད་ཟླ་བ་དྲུག་གི་ཟབ་ཁྲིད་འདི་ནང་ལོགས་ལ་ཁྱེད་རང་མཉམ་ཞུགས་བྱེད་ཀྱི་དགོས་པའི་རྒྱུ་མཚན་ག་རེ་རེད། ཁྱེད་རང་འཛུགས་པའི་རྒྱུ་མཚན་ག་རེ་ཡོད་རེད་ཞུས་པ་ཡིན་པ་ཡིན་ན། སྤྱི་སྟངས་མི་སོ་སོ་སུ་རྒྱུ་མཚན་མང་པོ་ཡོད་རེད་བ། དེ་སོང་ཙང་ང་རེ་འགས་ཀྱི་རྒྱུ་མཚན་གསུམ་གཅིག་ཞུས་ན་དྲན་སོང་དང་པོ་དེ། ཨ་ནི་ཟབ་ཁྲིད་འདི་ཁོ་རང་བོད་ཀྱི་ནང་དོན་རིག་པ་དང་སྐད་ཡིག་གང་ཡིན་དུ་ཚང་མ་ལ་ཡ། གལ་སྲིད་ཁྱེད་རང། སྔར་ནས་ཨ་ནི་བོད་ཀྱི་ནང་དོན་རིག་པ་དང། ད་བོད་ཀྱི་ནང་ཆོས་དང་གྲུབ་མཐའ་ཨ་ནི་ལྷག་པར་དུ་བོད་ཀྱི་སྐད་ཡིག་དུ་ཚོད་གང་ལ་རྨང་གཞི་ཡག་པོ་ཡོད་པ་ཡིན་ན་ཨ་ནི་རྫུན་ན་ཡག་པོ་ཡོད་རེད། འདི་གཅིག་བཤད་ཡིན། ཨ་ནི་གལ་སྲིད་རྨང་གཞིའི་དོ་ཚོད་ལྟ་རྨང་གཞིའི་གཏོགས་བྱེད་བྱས་ཡེ་ནས་ཞིའུ་ཞིའུ་ཡག་ཤིང་གི་མེད་པ་དང་ང་ནང་ཆོས་དོ་ལ་གོ་རྟོགས་མེད་པ་ཡིན་པ་ན་དེ་བས་ཀྱང་བརྩོད་དགོས་རེད། ག་ཅེ་ན་ན་ཨ་ནི་བོད་ཀྱི་ལ་ཕེབས་པ་ཡིན་པ་ན་ད་ཅིག་རྒན་ལ་རྣམ་པ་ཚུལ་གྱི་ལབ་སྟངས་དང་དེ་ཆ་ཚང་གི་ཐོག་ནས་རྨང་གཞིའི་མེད་ཉེས་དུ་ཚོད་ཡིན་པ་ནས་ཅིག་རྒྱ་ནག་ཚང་མ་རྣམ་པ་ཡོད་ད་ཅིག་པས་ལས་སླ་བོ་བྱས་ནས་ལབ་གནང་གི་རེད་དེ་སོང་ཙང་ཨ་ནི་ཁྱང་འདིས་ངིས་བཟོས་གི་ད་པས་རྒྱུ་མཚན་ཆེན་པོ་ཞིག་ཐོང་སོང་དམིགས་བསལ་གི་ད་ང་ཚོ་ཚང་མ་ནང་པ་ཡིན་བོད་པ་བརྒྱ་ཆ་དགུ་བཅུ་གོ་ལྔ་གོ་དྲུག་མང་པོ་ཞིག་ད་ནང་པ་རེད་བ་ཡིན་པས་ནས་ང་ཚོ་ཚང་མ་ལོ་ནང་པ་ཡིན་བ་ཡིན་ནས་ནང་པའི་གི་ནང་པ་ཡིན་པའི་རྒྱུ་མཚན་དང་ནང་པའི་གི་གྲུབ་མཐའ་སྨྲ་བ་ད་ནང་པ་ཡིན་པའི་གི་ད་ཅིག་ནང་པ་ཟེར་ན་ག་རེ་ཡོད་རེད་ནང་པ་གི་ཡིན་པ་ཡིན་ན་ཨཱ་ནི་གཞན་པ་ད་དང་ང་ཚོ་མ་འདྲ་ག་རེ་ཡོད་རེད་ཨཱ་ནི་སུ་སུ་གི་སྤྱི་སྟངས་ད་ནང་པ་ཡིན་ལབ་ཙམ་མ་མདོ་དོན་ངོ་མ་གི་ནང་པ་ག་འདྲེས་ཡིན་མིན་དང་ནང་ཆོས་དེ་ག་འདྲེས་ཡིན་མིན་དེ་ཤེས་གི་ཡོད་མ་རེད་དེ་སོང་ཙང་དེ་གི་རྒྱུ་མཚན་གི་ཐོག་ནས་ཨ་ནེ་ཉིད་ནང་ཆོས་དང་སྐད་ཡིག་མ་ཤེས་པ་དང་ཤེས་པ་གཉིས་ཀ་གི་ལྟ་ཅིག་འཛུལ་ཞུགས་བྱས་ཀྱི་ཅིག་དུས་ཚོད་ཅིག་རེད་ཞག་དྲན་གྱི་འདུག་དེ་ནི་གཉིས་པ་དེ་ད་ད་ལྟ་ཟབ་ཁྲིད་འདི་མང་ཆེ་བ་ཅིག་ད་མང་ཆེ་བ་ལ་ན་ཟབ་ཁྲིད་འདི་གི་ད་བསླབ་ས་འདི་གཙོ་ཆེ་ཤོས་འདི་མཐོ་སློབ་ཐོན་པ་དང་ཨ་ནེ་ང་ཚོ་ད་ན་གཞོན་འདུ་ཚོ་ལ་མིག་ཞིག་འདུ་ཞིག་ཁོང་ཚོ་གོ་སྒྲིག་ཞུས་ཡོད་པ་ཅིག་རེད་ཞག་འདི་ཡིན་དུ་བསམ་པ་ལ། ད། དམིགས་བསལ་གྱིས་ད་ང་རང་ཉམས་མྱོང་ཐོག་ནས་ཞུས་པ་ཡིན་པ་ན། ད་ལྟ་བར་དུ་སྤུ་གུ་བརྒྱ་དང་ལྔ་བཅུ་ལྷག་ང་ཚོ་ཐེངས་དགུ་བ་ཆགས་བསྡད་ཡོད་རེད། བརྒྱ་དང་ལྔ་བཅུ་ལྷག་ཅིག་འདིར་མ་ལབ་པ་ཐར་སོན་གནང་ཞེས་པ། འདི་ཡིན་དུས་མང་པོ་ཅིག་མཐོ་སློབ་ཐོན་མ་ཐག་ཡིན་པ་བཅས། ཨ་ནི། ཁ་ཤས་ཕྱག་ལས་གནང། ནང་གི་ནང་གི་ལ་ཡང་རྫུན་ཤུགས་ཇི་སྙེད་ལྡན་འདུག་དེ་སོང་ཟིག་འདི་གི་ལོ་ཚིགས་འདི་སྐྱེས་མ་ལ་ཡང་ཕུགས་མང་པོ་ཞིག་ལ་སེམས་ཁམས་ཀྱི་ཐོག་ནས་ཨན་ཏོ་ཞིག་ད་ཚང་མ་ལ་དཀའ་ངལ་ཡོད་རེད་བ་སེམས་ཁམས་ཀྱི་ཐོག་ནས་ཅིག་གྲོགས་པོ་གྲོགས་མོས་ཀྱི་སོ་སོའི་དཀའ་ངལ་ཡོད་རེད་ཨན་ཞུ་སུ་ད་ཅིག་མཐོ་སློབ་ཐོན་ཚར་ཟིག་འདུག་ཚང་མ་ལ་ཡང་ད་ལས་ཀ་བཟོ་བཟོ་གི་ཐོག་ནས་ཡང་ཅིག་སེམས་ཁྲལ་དང་དེ་འདྲའི་གི་དཀའ་ངལ་ཡོད་ཟེར་བ་རེད་དུས་ལམ་གི་ཐོག་ནས་རེད་ཨ་ནི་ག་ཤེད། ཅིག་ནང་མི་གི་ཐོག་ནས་དཀའ་ངལ་ཡོད་སྲིད་པ་ཞིག་རེད་ད་དེ་ནས་ཡིན་དུས་ས་མ་ལོ་ཚད་དེ་ད་ནི་ཟབ་འཁྲིད་དེ་དཔེ་རིང་པོ་མཐོང་སོང་དེ་བྱེད་དུས་ས་མ་ལ་ཡ་ཨ་ནི་སོ་སོའི་སེམས་ཁམས་གི་ཐོག་ནས་རེད་ཕི་གི་ད་ཅིག་བསམ་བློ་གི་གནས་ཚད་གི་ཏུ་བསམ་བློ་བཏང་སྟངས་ད་དེ་འདྲས་གི་གང་ཅིའི་ཐོག་ནས་ཨ་ནི་ཅིག་ཕི་གི་ཟབ་འཁྲིད་དེ་ནང་ལོ་འཛུལ་བ་ཡིན་པ་ན་ངས་གི་ད་ཅིག་ཕན་ཐོག་ཆེན་པོ་དཔེ་དུ་དྲན་སོང་མིག་སེར་གི་ད་མཐོ་སློབ་ཐོན་ཚར་སོན་ན་མཐོ་སློབ་དཀའ་སློབ་ད་རྒྱ་གར་ད་དེ་འདྲས་གི་མཐོ་སློབ་ན་འགྲོ་བསྡད་སྐབས་ལ་མང་པོ་ཅིག་ད་ཕི་སུ་སུ་གི་པད་ད་མཐོ་སློབ་ཁོ་རང་གིས་ཅིག་བསམ་བློ་རེ་བཏང་བསྡད་རོལ་མོ་འདུག་ཅིག་གཙོ་ཆེ་ཤོས་ཚོད་ཚོད་ནང་གི་ནང་བསམ་བློས་གི་འཕྲོད་བསྟེན་འཕྲོད་བསྟེན་ཟིག་རེད་བ་ད་ཨཱནི་ཅིག་སུ་སུ་རང་རང་སུ་སུ་རང་ཅིག་དཔྱད་པ་བྱས་ཅིག་སུ་སུ་སུ་ཡང་ཅིག་ངོ་ཤེས་ཡ་ད་དེ་འདྲས་གི་དུས་ཚོད་ཅིག་སྟོན་ཁག་པོ་རེད་བ་འོ་དེ་འདྲས་གི་ཡིན་འདུག་ཚང་མ་ལ་ཡ་ད་མཐོ་སློབ་ཐོན་ཚགས་སྡོད་ཚོ་ལ་དཔེ་མི་སྲིད་གི་གཉིས་དེ་ཟབ་ཁྲིད་དེ་དཔེ་གལ་ཆེན་པོ་རེད་ཤག་བསམ་གོ་ད་དེ་ནས་གསུམ་པ་དེ་ད་གལ་སྲིད

དེ་འདྲའི་རེད་ཤ་ཟ་ཡ་གི་དེ་འདྲའི་བོད་པའི་གི་ད་གཞི་ཆགས་གི་གནས་སྟངས་ད་ལྟ་བོད་པའི་གཞི་ཆགས་གི་གནས་སྟངས་དེ་བོད་པའི་ཁོ་རང་གི་བཙན་བྱོལ་བ་གི་གནས་སྟངས་ཅིག་དང་འདྲ་བ་ཡིན་འདུག་ཚ་མ་ལ་ཡ་དེ་རྒྱུས་ལོན་བྱས་ལ་དཔེ་མི་སྲིད་གཉིས་ཕན་ཐོག་འདུག་དྲན་གི་འདུག་དེ་ཡང་གལ་ཆེན་པོ་བྱས་ངེས་རེད་སེམས་གི་འདུག་དམིགས་བསལ་གི་དུས་རྒྱུན་ནས་གཞི་ཆགས་ནང་ལོག་ལ་ཚ་ལུང་ཆུང་མེད་ཉིན་གཅིག་ཡིན་པ་ཡིན་ན། དེ་ནི་དེ་དང་འབྲེལ་བྱས་ཨ་ནི་གཞི་ཆགས་ཁོ་རང་ནང་ལོག་ནས་དམིགས་བསལ་གི་གོམ་པག་གི་འགྲོ་སྟངས་ཞིག་རོ་བ་ད་ང་ཚོ་དུས་རྒྱུན་ནས་ཀུ་ཤུ་ཨ་ནི་ལགས་ཚོ་དེ་འདྲའི་ཐུགས་མགོ་ཡོར་ཏེ་ཡིན་ནས་དགོངས་པ་ཁོ་རང་གི་ད་ཉིན་གྱི་ཀུ་ཤུ་ལགས་ཚུལ་གྱི་ཉི་མ་ཉི་མ་གྱི་བྱེད་སྒོ་རྣམ་གཞག་དུ་ག་འདྲས་ག་འདྲས་རེད་ཤག་ཁོ་རང་ཚོའི་འབད་ནས་སློབ་སྦྱོང་དུ་ཚོ་རིག་གནས་སློབ་སྦྱོང་དུ་ཚོ་ག་འདྲས་ག་འདྲས་གནང་གི་འདུག་ཨ་ནི་གྱང་མཐོ་སློབ་རྒྱ་གར་གྱི་མཐོ་སློབ་དང་ད་ང་ཚོའི་བོད་པའི་འདི་གཉིས་བར་ལ་ཅིག་འགྲོ་སྟངས་མ་འདྲ་ག་རེ་འདུག་ཨ་དམིགས་བསལ་གྱི་ཨ་ནི་ཅིག་དགེ་འདུས་པ་ཚོ་གི་ཕིག་ཁོ་རང་ནང་ལ་སོ་སོས་སོ་སོའི་གི། ད་ཅིག་ཆོས་ཉམས་ལེན་བྱེད་སྟངས་དང་དེ་འདྲའི་གི་གནས་ཚུལ་མང་པོ་ཅིག་ངས་ཤེས་ཀྱི་རེད་བསམ་གྱི་འདུག་དེ་གི་གསུམ་ཟང་ཐག་རྒོད་པོ་རྒྱུ་མཚན་འདི་གསུམ་གི་ཐོག་ནས་ཨ་ནེ་ཁྱེད་རང་ད་ཀྲུག་ཟབ་ཁྲིད་དེ་ལ་མཉམ་ཞུགས་གནང་བ་ཡིན་པ་ན་ཨ་ནེ་དཔེ་མི་སྲིད་གི་ཕན་ཐོག་ཆེན་པོ་ཡོང་གི་རེད་བསམ་བྱས་ཙང་ངས་ཁྱེད་རང་ཚོ་སོ་སོས་སོ་སོའི་རྒྱུ་མཚན་དུས་གསུམ་གྱི་ལྟ་བྱས་ཨ་ནེ་ང་རྫུག་གི་འདུག་མི་འདུག་བསམ་ཡས་ཅིག་བསམ་བློ་དེ་འདྲས་ཞིག་བཏང་ནས་བཏང་བ་ཡིན་པ་ན་ཏན་ཏན་ཨ་ནེ་ངས་ཕན་ཐོག་ཡོང་གི་རེད་ཅུ་བསམ་གྱི་འདུག། དེ་ནི་དོན་ཚན་གཉིས་པ་སྟེ། ད་ལྟ་ཁྲུ་ཟབ་ཁྲིད་འདི་ནང་ལ་ཁྱེད་རང་གིས་འཛུལ་འདོད་ཡོད་པ་ཡིན་པ་ན་ཁྱེད་རང་ག་དུས་འཛུལ་དགོས་ཀྱི་རེད་ཨ་ནི་ག་འདྲས་སུ་འཛུལ་དགོས་ཀྱི་རེད་ཟེར་བ་ཡིན་པ་ན། ད་ལྟ་ཆོས་རིག་ལས་ཁུངས་དང་ཨ་ནི་གངས་ཅན་རིག་གནས་བསླབ་གྲྭ་གཉིས་ཀྱི་དྲ་རྒྱ་ཡོད་རེད་བ། ཨ་ནི་ཁོང་ཚོ་སྤྱི་ཚོགས་དྲ་རྒྱ་ཡོད་རེད་བ། དེའི་སྟེང་ནས་ཁྱེད་རང་གཟིགས་གཟིགས་གནང་དེར་བ། ཨ་ནི་དེ་མང་པོ་ཅིག་ད་ལྟ་ཕྱི་ཟླ། ལྔ་པ་དྲུག་པ་ནང་ལོགས་ལ་ཁོང་ཚོ་སེར་ར་བཏང་ནའང་མི་འགྱུར་བ། ཁོ་རང་ཚོ་སེར་ར་ནང་ལོགས་ལ་ཆ་རྐྱེན་དེ་གི་དེ་དང་ག་དུས་ག་དུས་ཆ་རྐྱེན་ག་རེ་དགོས་ཡོད་ཅིག་མཉམ་ཞུགས་བྱེད་སྟངས་ག་འདྲི་ཆ་ཚང་ཞིག་སེར་ར་སྤེལ་ཡོང་དགོས་རེད་དེ་སོང་ཙང་དུས་ཚོད་དེ་ཕྱི་ཟླ་ལྔ་བ་དྲུག་པ་ནང་ལོགས་ལ་དེ་འགོ་ཚུགས་རེད་ང་ཚོ་ཡིན་ན་ཕྱི་ཟླ་བདུན་པ་ནས་འགོ་ཚུགས་ད་མང་ཆེ་ཕྱི་ཟླ་བདུན་པའི་ཚེས་གཅིག་ནས་བཅུ་གཉིས་ཀྱི་ཟླ་མཇུག་བར་དུ་ང་ཚོ་འདུག་ཤིག་ཟླ་བ་དྲུག་ཏག་ཏག་འཁེལ་དུས་སོང་ཙང་ཕྱི་ཟླ་ལྔ་བ་དྲུག་པ་ནང་ལ་འདུག་ཤིག་གསེར་སྒྲ་གནང་གི་འདུག་ཟེར་ཤོད་ཡ་ཡིན་རྣམ་པ་ཚུལ་གྱི་དྲ་རྒྱ་དང། དུས་ཚོད་དུས་ཚོད་རྣམ་པ་གོང་དུ་འདུག་ཤིག་ཟིག་ཟིག་གནང་དང་ཨ་ནི། ཅིག་དེ་ནང་ལ་མཉམ་ཞུགས་བྱེད་འདོད་ཡོད་པ་ན་ཨ་ནི་ཁོ་རང་ཚོའི་འགེངས་ཤོག་ཡོད་རེད་འགེངས་ཤོག་འདི་ཚོ་ནང་ལ་ག་འདྲས་གང་དགོས་འདུག་མེད་ཕི་ཀི་ལ་དངུལ་སེ་འདི་བོ་ཡོད་རེད་ཞེས་ཤོད་ཡ་ཡིན། དེ་ནི་དོན་ཚན་གསུམ་པ་དེ། ད་ཟླ་དྲུག་གཟབ་སྒྲིག་འདི་ནང་ལ་ལ་སློབ་ཚན་ག་རེ་ག་རེ་ལབ་གི་རེད། འོ་དེ་རེད། དེ་ཡིན་དུས་ཚང་མ་ལ་ངས་བསྡུས་པ་ཡིན་པ་ནས་གཞི་ནང་ལོ་ལ་ཅིག་ཞུས་ན་དྲན་སོ། དང་པོ་དེ་རིགས་ལམ་རེད་ཨ་ནི་ང་ཚོ་སླབ་གྲ་ཚང་མ་ནང་ལོ་ལ་རི་རོན་ལམ་གནང་གི་ཡོད་ར་དེ་སོང་ཙང་ཨ་ནི་རིགས་ལམ་ཡིན་པ་ཡིན་ན་ཨ་ནི་ཁ་དོག་དཀར་དམར་བཅས་ཨ་ནི་སྤྱི་བྱེ་བྲག་དང་ཨ་ནི་ད་ག་ནང་བཞིན་གྱི་གལ་ཆེ་ཡ་ཅིག་དེ་དག་བློ་རིག་རྣམ་གཞག་དང་དེ་གའི་དེ་ཆ་ཚང་ཞིག་ཨ་ནི་རྒྱ་ནང་ནང་པ་ཚོས་ལབ་གནང་གི་རེད་ད་སླབ་གཞི་ནང་ལོ་ལ་དེ་འདྲའི་དེ་འདྲའི་ཡོད་རེད། ཨ་ནི་ཀོ། དུས་ནི་དུས་སུ་ཡང་འགྱུར་བ་འགྲོ་སྲིད་བ་ཅི་ཡོད་དེ་འདྲའི་རེ་བ་དང་སྤྱི་ཡོངས་ཀྱི་རིགས་ལམ་སློབ་ཆེན་དུ་ཞིག་ལ་གནང་གི་རེད། ཨ་ནི་མུ་སུ་མུ་ཞིག་འགྲོ་སྟངས་དང་ཨ་ནི་གལ་སྲིད་ཁྱེད་རང། རིགས་ལམ་ཐེངས་མ་དང་པོ་སྦྱང་གི་ཡོད་པ་ཡིན་ནས། དེ་འདྲའི་སེམས་ཁྲལ་གནང་དགོས་ཀྱི་ནི་མི་འདུག་ཟེར་ཞོད་ཡིན། དེ་ནི་གཅིག་དེ། ཆོས་འབྱུང་རེད། ད་ཆོས་འབྱུང་འདི་སློབ་ཚན་མང་བྱས་པ་ཅིག་གཙོ་ཆེ་ཤོས་འདི་ནང་ལོག་ལ་ད་ངས་འདི་ནི་མདོར་བསྡུས་རུ་གཏད་སའི་ཤོད་པ་ཡིན་པ་ན་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་མཛད་པ་དང་ལྷག་པར་དུ་ཆོས་ཟེར་ཡ་དེ་ག་འདྲས་རེད་ཨ་ནི་ཆོས་ཀྱི་ད་ཅིག་མཚན་ཉིད་རེད་ཨ་ནི་ད་བོད་པའི་གི་བཀའ་ནང་པའི་གི་བཀའ་ཡིན་པ་ན་བཀའ་དང་བསྟན་བཅོས་ལས་དེ་ཚོ་ག་འདྲས་ག་འདྲས་ངོས་འཛིན་གནང་གི་ཡོད་རེད་ཨ་ནི་དེ་འདྲས་ཀྱི་ཐོག་ནས་ད་ང་ཚོ་ཆོས་ཆུང་འདི་དུ་ཞིག་རྒྱ་ལས་རྣམ་པ་ཚུགས་ཀྱི་ད་ཆོས་ཆུང་ནང་སློབ་ཆེན་ནང་ལོར་ད་དེ་འདྲ་དེ་འདྲ་རེད་ཨ་ནི་དེ་མིན་གྱི་ཡང་ད་དུ་ཕར་ཕྱིན་དང་དེ་འདྲ་བའི་གི་ཨ་ནི་སློབ་ཚན་དེ་འདྲ་ཡང་ཡོད་རེད། དེ་ནས་གསུམ་པ་དེ་སློབ་ཚན་གསུམ་པ་དེ་གྲུབ་མཐའ་ཆགས་ཀྱི་ཡོད་རེད་ད་གྲུབ་མཐའ་དེ་གཙོ་ཆེ་དེ་ད་གྲུབ་མཐའ་ཟེར་ན་སྤྱི་དང་ག་རེ་རེད་ཨ་ནི་ཕྱི་རུ་བ་དང་ནང་པ་གི་ཁྱད་པར་ག་རེ་ཡོད་རེད་ཨ་ནི་ནང་པ་ནང་ལོགས་ལ་ཡང་ཨ་ནི་གྲུབ་མཐའ་དབྱེ་བ་ག་འདྲ་ག་འདྲ་ཡོད་རེད་ཨ་ནི། སྤྱི་ཡོངས་ཀྱི་ཨ་ནི་བོད་པ་ཁོ་རང་ནང་ནང་སུ་ང་ཚོ་ཆོས་བརྒྱུད་ཁོ་རང་ཚོའི་གྲུབ་མཐའ་ཡ་ཟུ་ཟུ་ག་འདྲེ་རེད་དེ་དང་དེ་དེ་འདྲེ་གི་ཐོག་ནས་ཨ་ནི་གྲུབ་མཐའ་ཁོ་རང་ག་ཐོག་ལ་ཨ་ནི་ང་ཚོ་རྒྱན་ཞེན་པ་ཅིག་གི་ལམ་ནང་གི་རེད་དེའི་སློབ་ཚན་གཅིག་ཡོད་རེད་ད་དེ་ནས་སྐད་ཡིག་ཡོད་རེད་སྐད་ཡིག་དེ་ང་ཚོ་རྒྱན་རྣམ་པ་གཉིས་ཀྱི་ཁྲིད་ནང་གི་ཡོད་རེད་ཨ་ནི་སྐད་ཡིག་གཅིག་དེ་ང་ཚོ་སུམ་ཅུ་པ་དང་རྟ་མཇུག་པ་རེད་ཨ་ནི་སུམ་ཅུ་པ་དང་རྟ་མཇུག་པ་དེ་ང་ཚོ་ད་བརྡ་སྤྲོད་གི་ཨིན་ཇིའི་དོན་ནས་ཞུས་པ་ཡིན་ཨིན་སྐད་དོན་ནས་ཞུས་པ་ནི Grammar ཞིག་རེད་བ་ད་དེའི་གལ་ཆེ་གྲངས་རེད་བ་ཕྲད་དང་རྣམ་དབྱེ་དང་གཙོ་བོ་གྱུར་བའི་གི་ཨ་ནི་སུམ་ཅུ་བར་དུ་ལབ་གནང་གི་ཡོད་རེད་ཨ་ནི་ད་ཡི་གེ་གི་རྟགས་དང་ཨ་ནི་དུས་གསུམ་དང་བྲལ་བའི་ཐོག་ནས་ཨ་ནི་དུ་རྟགས་མཇུག་ཏུ་ཞིག་ལབ་གནང་གི་ཡོད་རེད་འདི་ང་ཚོ་དགེ་རྒན་གཅིག་གི་དུ་ལབ་གནང་གི་འདུག་དེ་ནས་ཀྱི་ནང་ལོ་གཅིག་དེའི

འོ་དེ་ཚོའི་རིགས་དེ་དུ་ཞིག་ལབ་གནང་གི་རེད་ཞུ་ཞུ། ད་ང་ཚོའི་གི་སློབ་ཚན་བསླབ་པའི་དེ་དེ་འདི་འདྲའི་གཞི་ཞིག་ཡིན། དེ་མིན་གི་ད་ད་འདྲའི་བར་དུ་དུ་ཞིག་ལབ་གནང་གི་ཡོད་རེད། ཇུ་མ་ཡང་སློབ་ཚན་བསླབ་གཞི་ཁོ་རང་ནང་ལོ་ལ་བསྒྱུར་འགྲོ་སྲིད་པ་ཅིག་རེད་ཡང་མིན་ན་བསྒྱུར་འགྲོ་མ་སྲིད་པ་ཅིག་རེད་ཡང་སློབ་ཚན་གསར་བ་ཡོང་སྲིད་པ་ཅིག་རེད་དེ་སོང་ཙང་ད་ལྟ་བར་དུ་འདི་འདྲའི་ཞིག་རེད་ཅེས་ངོ་སྤྲོད་ཞུ་བའི་དེ་ཡིན། ལ་སོགས་ཨ་ནི་སྙིང་དུང་དང་པོ་དེ་འདི་ག་ས་ནས་ང་ཚོ་མཚམས་བཞག་ཆོག་པ་བྱེད་ཨ་ནི་ང་ཚོ་སྙིང་དུང་གཉིས་བ་དེའི་ནང་ལོགས་ལ་ཡ། གི་སི་ཁྱང་ཕེ་ལ་མཉམ་ཞུགས། གནང་བ་བྱེད་ཨ་ནི་ཁྱང་ཚུད་པ་ཡིན་པ་ན་ཕིག་ཟླ་བ་དྲུག་རེ་འགའ་ལ་ཁྱེད་རང་ག་རེ་གནང་ན་ཡག་པོ་ཡོད་རེད་ཨ་ནི་ག་རེ་ག་རེ་མ་གནང་ན་ཡག་པོ་ཡོད་རེད་ཅེས་ང་རང་བསམ་ཚུལ་དེ་འདྲ་བྱེད་འདི་ང་ཚོ་སྙིང་དུང་གཉིས་བ་ནང་ལོགས་ལ་ཨ་ནི། དུ་ཞིག་བསམ་ཚུལ་ཞུ་ཡ་གི་འབད་བརྩོན་ཞུ་གི་ཡིན་རྣམ་པ་ཚོ་སྙིང་དུང་དང་པོ་དེ་ཟེར་བ་ན་སྙིང་དུང་གཉིས་བ་དེ། ད་ལྟ་དེ་ཡུ་ཏུབ་ཀྱི། དེ་ག་རང་དེའི་ནང་ལོགས་ལ་ངས